ད་བློ་བཟང་སངས་རྒྱས་ཀྱིས་བལ་ལ་ཆ་བཞག་གི་ན་ཁོ་རང་སྲིད་སྐྱོང་རེད། ཆང་ས་རྒྱབ་ཚར་ཡོད་རེད། སྐྱེས་མ་ཡོད་རེད། བཟའ་ཟླ་ཡོད་རེད་སྤུ་གུ་ཡོད་རེད། སྤུ་གུ་ལོ་ག་ཚོད་རེད་ད་བཅུ་བཅུ་གཉིས་ཅི་རེད། དེ་འདྲའི་ཅིག་ཡིན་ལྟས་ངན་ཅིག་གིས་ད་ཅིག་སྲིད་སྐྱོང་ཡག་གོ་གནས་ཐོབ་འོང་དུས། ད་ཉིས་སྟོང་བཅུ་གཅིག་བཅུ་གཉིས་ཟེར་བ་ལ་རེད། དང་པོ། ཁོད་ཀྱི་ནི་སུ་མྱང་པོ་ལས་ཡ་ད་ལུས་བྲེས་སི་བོར་བ་ཅེར་སི་ན། ད་ད་ཀོ་ལེ་ཀར་ནི་ཡིན་པས་ཀྱི་ནི་སྐྱེ་སངས་མཚོ་མོ་སི་ངའི་སྐྱེ་མ་ཅི་ཡོད་རེད། འདི་མྱང་པོ་བྲེས་པ་ཆེ་བ་རེད། ད་འདི་སྐྱེ་སངས་མཚོ་མོ། སུས་མྱང་པོ་བྲེས་པ་ཆེ་མ་ཆེ་དི་མོ་རང་གི་ཐོབ་ཐང་རེད། མོ་རང་གི་དབང་ཆ་རེད། གང་ཡིན་སི་ན། དེ་བཤད་དགོས་རྒྱུ་མཚན་འདི། མོ་རང་གཅིག་ནི Public Figure མ་རེད། ད Public Figure ལ་ཡང་བོད་པའི་ག་རེ་ལའོ་རེད། སྐུ་བརྒྱ་གང་བདེ་མཁན་མི་ཟེར་གོ་རེད་སྤྱི་མི་ཟེར་གོ་རེད་སྤྱི་བའི་མི་ཟེར་གོ་རེད་རེད་པ་སྤྱི་ཚོགས་ཀྱི་མི་སྤྱི་བའི་མི། འདི་མེད་དུས་ཁོ་སྒེར་གྱི་གནས་ཚུལ་ཞིག་རེད་ནི་སུས་ཉམས་པོ་དགའ་བོ་བྱས་མ་བྱས་དེ་མོ་རང་འདོད་པ་རེད། ད་ག་ན་བཞིན་འདི་སྐབས་ལ་ཡང་མོ་རང་ཆང་ས་རྒྱག་ཡོད་མ་རེད།

ཡང་འདི་གི་ཆོ་ཡང་འདི་དུས་བཀའ་བློན་ཆགས་པར་བ་བཀའ་བློན་ཁོ་རང་བཟོ་མཁན་ཁོ་རང་རུ་བ། ད་ཕྱི་དུས་བཀའ་བློན་ལ་ཡང་སྒང་ལ་བསྡད་མཁན་གྱི་ཡང་བཟོ་གི་ད་ཅིག་སྤྱི་དང་སྐད་ད་མ་བཟོ་ན Boss ཟེར་དེ་ད་སྲིད་སྐྱོང་ཆགས་བསྡད་རུ་བ། ད་ཕྱི་དུས་ག་ནི་ཡང་མོ་ཁོས་གི་དབང་ཆ་བོད་ཆོས་ལོག་པ་བོད་ཆོས་བྱེད་བྱས་འདི་གི་ཆོ་ཡང་ལ་ཡང་ཨ་ནི་སྤུ་གུ་བཟོས་པར་བ། དགའ་བོ་བྱེད་པའི་མ་ཚད་ལུས་འབྲེལ་བྱེད་པའི་མ་ཚད་སྤུ་གུ། སྤུ་གུ་སོས་ནས་ཨེ་མཐའ་མ་དེ་ལས་ཡར། རྗེས་ལས་སྡིག་མ་དེ་བྱུང་ནས་བདེ་གི་ཆོ་ཡང་གི་ཨེ་ནི། སྤུ་གུ་དེས་ཨེ་བོགས་ཤིང་ཆེ་བ། ནད་དང་ཆགས་པར་བ། སྤུ་གུ་དེས་ད་གང་ལྟར་མེ་བ་སོས་གྲོ་གོར་ན་ནི་མ་བསད་བ་ཁད་པར་བ། དེ་འདྲའི་ནད་དང་ཆགས་པར་རེད། དང་དེ་ནི། བདེ་གི་ཆོ་ཡང་གཅིག་གོ་མ་རེད་རྒྱ་རི་སྒྲོལ་མ་ལ་ཨེ། ཁོས་གི། བློ་བཟང་སེང་གེ་གི། ད་ར་བར་བ། རྒྱ་རི་སྒྲོལ་མ་དང་སྡེ་དགེ་ཆོས་དབྱངས་བློ་བཟང་ཐོན་སངས་རྒྱས་ཀྱི་དོན་དུ་ལི་ཡ་ག་ཚོད་འཛིང་ཚར་རོ། ད་ཆོས་དུས་ད་རྒྱ་རི་སྒྲོལ་མ་ལ་ལྟ་ར་རྒྱ་རི་སྒྲོལ་མ་ལ་ལྟ་དེ་ད་དགོན་ཆོས་ཁོ་རང་ཨ་མ་འདྲ་བོ་ཞིག་འདུག་ཨ་ད་འདི་འདྲའི་ག་ལ་ག་འདྲའི་སི་ཞོན་ཐུབ་དགོས་རེད། དེ་བཙན་གཡམ་རེད་བ་ཨ་ནེ་དེ། ཁོ་སྤྱི་བེ་ཡི་མི་ཅིག་སྨད། བཟང་ལྟ་མེད་མཁན་ཅིག་བྱས། སྤོ་ཁུ་མེད་མཁན་བྱས་ན་ཡིན་ཏེ་གསོན་ཉམས་པོ་དགའ་བོ་བྱས་ན། གསོན་ཉམས་པོ་ལུས་འབྲེལ་བྱས་ན་ཁོ་རང་ཐོབ་ཐང་རེད་ཕོ་ལོ་བཅོ་བརྒྱད་སླེབས་ན་རེད་ཕོ་ལོ་བཅོ་བརྒྱད་སླེབས་ཚར་བའི་རྗེས་ལ། མོ་ལོ་ཡིན་ན་མོ་ལོ་བཅོ་བརྒྱད་སླེབས་ཚར་བའི་རྗེས་ལ་སུ་དང་སུ་དགའ་བོ་བྱས་པ་ཡིན་ན་སོ་སོ་ཐོབ་ཐང་རེད། ཁྲིམས་ཀྱི་ཐོག་ནས་ཐོབ་ཐང་རེད། མང་ཚོགས་ཀྱི་རང་དབང་ཐོག་ནས་ཐོབ་ཐང་རེད། ཡིན་ན་ད་ལྟ་འདི་བདེན་པ་ཆགས་དགོས་པ་མ་རེད་བ། བོད་པའི་གི་ལས་ཁུངས་ཆེ་ཤོས་བྱས་ཏེ་འབྲེལ་བ་བྱ་དགོས་རོགས་པ། སྲིད་སྐྱོང་གི་ལས་ཁུངས་བཀའ་ཤག། ད་ལྟ་ཨ་རི་དང་ནུབ་ཕྱོགས་འདི་བ་ལས་ཡ། སྲིད་སྐྱོང། སྲིད་འཛིན་བསྐོས་བའི་སྐབས་ལས་ཡ། སྲིད་འཛིན། ཕོ་རང་དེ་འདྲས་ཐོབ་པའི་ལུགས་སྲོལ་ཡོད་མ་རེད། ག་དུས་ཡིན་ན་སྲིད་འཛིན་ཐོབ་མཁན་དེ་བཟའ་ཚང་ཡོད་མཁན་ཞིག་ཐོབ་བསྡད་ཀྱི་རེད། བཟའ་ཚང་ཡོད་པའི་མ་ཚད་ཨ་ནི་བཟའ་ཚང་བར་འབྲེལ་བ་ཡག་པོ་ཡོད་པ། ད་ག་ནང་བཞིན་ལོག་གཡེམ་གྱི་གནས་ཚུལ་མེད་པ། དེ་འདྲས་གདམ་གྱི་རེད། རྒྱུ་མཚན་ག་རེད་ཟེར་དུས་ག་ནི། ཁོ་ཁོ་རང་ནང་ལ་ཡ། ཨ་ནི་བཟའ་ཚང་མེད། བཟའ་ཚང་མཐུན་མ་མཐུན། གནས་སྟངས་ཤུགས་ཆུང་པོ། ཨ་ནི། ལོག་གཡེམ་བྱས་པའི་གནས་ཚུལ་ཡོད་བསྡད་པ། སྐྱེས་མ་གཞན་པ་མཉམ་པོ་འཁྲུགས་བསྡད་པའི་གནས་ཚུལ་ཡོད་པ། དེ་འབྲེལ་གྱི་ཨ་ནི། ཅིག་སོ་སོ་གི་ནང་མི་དག་ཨ་ནི་སྤུ་གུ་ལི་ཡ། ཨ་ནི་བདེ་སྐྱིད་ལི་ཡ། བརྩི་མེད་བཏང་ཐུབ་མཁན་མེད་ཅིག་སྤྱི་པའི་རྐུབ་བཀྱག་གང་སླེབས་པ་ཡིན་ན། རྒྱལ་ཁབ་བཙོང་ཐག་གཅོད་བཙོང་གི་རེད་ཟེར་ལེ།